ནུ་བོ་ཨང་ཤི་ལ་དེ་ཚོང་རྒྱབ་རྒྱུ་རང་ལུས་གྲོགས་ཡོད་ན། ང་ད་ལྟའི་ལ་ཚོང་རྒྱབ་ནི་ཡི་ད་ལོ། ཉིས་སྟོང་བཅུ་གཉིས་ཉིས་སྟོང་བཅུ་གསུམ་ནས་འགོ་ཚུགས་ཉིས་སྟོང་བཅུ་གསུམ་ནས་བྱས་ད་ལོ། ད་འདའ་བ་འདུག་ཟིན་ནས་ད་ལོ་དྲུག་བཅུ་དྲུག་དང། ལེས་ལེས།
ནུ་བོ་ཨང་ཤི་ལ་གི་ཚོང་ཚོ་དེ་ག་རེ་རྒྱག་གི་ཡོད་རེད་ནི་ཚོང་དེ་ཚོ་ག་བ་ནི་ལེན་གི་ཡོད་ན། ད་ཚོང་ད་ངེད་མ་ནི་ད་རྩ་ཁ་བཙུགས་ཀའི་ཆུང་ཆུང་གྲོགས་པོ་ཅིག་ད་སྒོ་མ་གབ་ལ་ད། ཆ་རྐྱེན་ག་འདྲས་ཅིག་ད་སྐྱོ་བོ་བྱས་ཤི་ནི་དེ་སི་རྩ་ཁ་བཙུགས་ཀའི་གྲོགས་པོ་ཅིག་རྒྱབ་ད་དེ་འདའ་དེ་སི་དེ་སི་ཡ་དེ་སི་དེ་དེ་ཡ་ཅིག་ཡ་རྒྱ་རྣམ་པ། འགྲོ་བ་བསྟན་ཡོད་ལ་ད་དེ་འདྲ་རྙིང་པ་དེ་ད་རལ་ཚོ་རེད་འགྲོ་བོ། ད་དེ་རང་སྣང་ལོག་ལ་དེ་ཡོད་ཁ་དཀྲུག་འགྲོ་བོ་བྱེད་ནི་དེ་ཚོ་དེ་སེ་ཚོང་དགོས་རེད། ད་སྣང་ལོག་ལ་ཡོད་རྒྱུ་གཅིག་ཆོས་ཆང་གི་རིགས་རེད་ད་གཅིག་དེ་ཚོ་ཚང་མ་གཅིག་ས་ཆ་དེ་ནི་རག་གི་ཡོད་རེད་པས། ད་ས་ཆ་དེ་མང་ཆེ་ད་དེ་རང་འདྲ་བོར་བྱས་ནི་དེ་དེ་སྣང་ལོག་གི་གྲོང་གསེབ་དེ་ཚོ་དེ་ཡོད་ནི་ད་ཁོ་དཀྲུག་འགྲོ་བོ་བྱེད་གི་ཡོད་རེད། ནུབ་རང་ལ་རང་གི་གཅིག་ཚོང་ཟས་དེ་ཚོ་མང་ཆེ་བ་ཉུང་མཁན་འདྲ་བོ་གང་ནས་ཡོང་གི་འདུག།

ག་འདྲས་རེད་ན། ད་དེ་ལ། འདི། སངས་རྒྱས་ལ་ད་ནེ་པ་གཞུང་གིས་ད་དེ་ལ་ཡང་འདི་ལྟར་ལྟ་གྲོ་བོ་ཅི་བྱེད་དགོས་ཡོད་རེད་ད་དེ་ལ་དེ་ནས་སོ་སོ་གི། མ་རྩ་མང་ཉུང་ལ་བབ་པའི་ཡང་དེ་འདྲ་ཅི་བྱེད་དགོས་ཡོད་རེད། ནས་དམིགས་བསལ་ཕོར་བ་སྐྱབས་བཅོལ་བ་ཞིག་ཡིན་པའི་ཆ་ནས་ཚིག་མཚུངས་བརྒྱབ་འདུག་དཀའ་ངལ་གཙོ་བོ་འདྲ་བོ་ག་རེ་འཕྲད་ཀྱི་འདུག། ད་དཀའ་ངལ་གཙོ་བོ་འདྲ་བོ་དེ་ད་དེ་རང་ན། ད་གོ་མ་དེ་དེ་སྐབས་ལ་ད་ད་སོ་སོ་གི་སྐད་དེ་དེའི་སྐད་དེ་དང་དེ་ཚོ་ཚང་མ་མ་ཤེས་པ་དེ་གང་ལ་འཕྲད་ཀྱི་འདུག་དེ་ད་གཙོ་བཞི་ཤོས་ནི་ད་དཔལ་འབྱོར་དེ་རིང་གི་སྐད་ལས་དེ་དེ་འདྲ་ཚོང་པ་གསར་བ་ཞིག་ཡིན་པའི་ངོས་ནས་དཔལ་འབྱོར་གང་ལ་འཕྲད་ཀྱི་འདུག་ལ། བར་ཡེར་ན་ཚོང་བརྒྱབ་ནས་ལོ་ག་ཚོད་ཟིན་འགྲོ་གི་ཡོད་ན། ང་བར་ཡེར་ལ་ཚོང་བརྒྱབ་ནས་ཉིས་སྟོང་བཅུ་དྲུག། ཀྱི་ཟླ་བ། ད་གཉིས་པ་གསུམ་པ་ཉིས་སྟོང་བཅུ་དྲུག་གི་ལོ་ནས་ད་ལྟ་བར་དུ་ད་ལོ་བཞི་ཟིན་མ་ཟིན་ཟིན་འགྲོ་གི་ཡོད། ལེགས་ལེགས།
ཨ་ནི་ཅིག་ཁྱེད་རང་གི་ཚོང་གཙོ་བོ་ག་རེ་རྒྱག་གི་ཡོད་ན་ཨ་ནི་ཅིག་ཚོང་ག་འདྲས་འགྲོ་གི་འདུག།
ད་ཚོང་ཡག་ཐག་ཆད་འགྲོ་རེད་ཟེར་གོ་ར་ད་ཤེལ་ཐང་གི་ད་ཚོང་ངས་གི་ང་གི་ཚོང་གང་འགྲོ་ཟེར་གི་ན་ད་རེ་ཤ་གི་རིགས་རེད་དེ་འདྲས་རེ་ཤ་གི་རིགས་ཡིན་དུས་ད་རྒྱ་གར་ནས་མ་རབས་ལངས་ནས་འདི་ནས་མ་རབས་བཏང་གོ་དྲེད་དེ་དེ། ཚོང་མང་ཆེ་ཤོས་དེ་རི་ཆགས་ཀྱི་ཐོག་ལ་བརྒྱབ་བསྡད་ཀྱི་ཡོད་རེད། ད་ཟླ་འགྲོ་གཅིག་བར་དུ་ཡིན་ན་ཡག་ཐག་ཆོད་དུ་འགྲོ་འདུག་འདུག། ཨ་ནི་ཅིག།
ཚོང་མང་ཆེ་བ་ཅིག་ག་བ་ལ་བཏང་རྒྱུ་བ་རེད་ད་ཡང་དེ། ཚོང་མང་ཆེ་བ་དེ་ད་ང་འགྲོ་གཅིག་ཡིན་པ་ཡིན་ན་ཁམས་ཕྱོགས་ཀྱི་ད་བྲག་མགོ་ཟེར་ཡང་འགྲོ་འདུག་ད་དེ་ནས་མིན་ནས་ཡང་གསེར་རྟ་དང་ལི་ཐང་དང་དེ་ནས་ཁྲི་འདུ་ད་ཁྲི་འདུ་ལྷ་ས་མང་ཆེ་ཤོས་རེད་དེ་འདྲའི་ཞིག་རེད། ད་ཅིག་ཕ་ཡི་ནང་ལ་ཚོང་རྒྱག་ཡ་ལ། ཅིག། དཀའ་ངལ་འགྲོ་གཙོ་བོ་ག་རེ་རེད་འདུག། ཅིག།
དཔེར་ན་བར་ཡས་གྲོ་ཅིག་གི་ཚོང་རྒྱབ་ནས་བསྡད་ཡོད་ན་དམིགས་བསལ་གྱི་དཀའ་ངལ་གང་ཡང་མི་འདུག་ཅིག་དཔེ་ཆ་ལེན་ཡག་གི་དཀའ་ངལ་མི་འདུག་ཅག་ལག་བཀར་ཡག་གི་དཀའ་ངལ་མི་འདུག་ཅག་ལག་མ་རག་པའི་དཀའ་ངལ་ཡང་མི་འདུག། ད། ཚོང་རྒྱལ་ཡས་ལ། ཅིག་ང་ཚོ། རྒྱལ། ལོང་པ་མི་འགྱོ་གི་ཅིག་མི་སེར་ཡིན་དུས་རྒྱབ་བཅུ་བ་འདྲ་བོ་ཡིན་དུས་ཚོང་རྒྱལ་ཡས་ལ་ཅིག། གཞུང་གི་དངུལ་ནི་ཚང་དགོས་ཡ་འདྲ་བོ་དེ་འདྲ་ག་རེ་ཡོད་ན་ཚོང་པ་འདི་ཚོ་ལ། ང་ཚོ་ལ་གཞུང་གི་དངུལ་ནི་ཚང་དགོས་ཡ་དེ་ཡིག་ཆ་ཚར་སྡང་ཅིག་ཡོད་དགོས་དེ་ཚོང་གི་ཚོང་པ་ཞིག་ཡིན་དུས་སྐབས་ལ་ཡིག་ཆ་ཚར་སྡང་ཅིག་ཡོད་དགོས་དེ་སྐད་ཆེན་པོ་རེད་ད་ང་ཚོ་ཡིན་ན་བར་ཡར་ལ་ཡང་ཅིག་ཡིག་ཆ་དང་དེ་འདྲའི་གང་ཡང་ཡོད་མ་རེད་ད་ནི་ཡིན་ན་ཡང་ད་ད་ལྟ་འགྲོ་ཅིག་ཡིན་ན་ངའི་རོགས་པ་དང་ང་གཉིས་ཀྱི་མཉམ་དུ་ཡིན་དུས་ངའི་རོགས་པ་གིས། ཡིག་ཆ་གི་ཐོག་ལ་ང་ཚོ་ཚང་མ་བཟོ་འདུག་ཡོད་རེད། དེ་འདྲའི་སྤྱི་དེ་དག་ང་ཚོ་མཉམ་རུབ་ཀྱི་ཐོག་ནས་ཚང་མ་བཟོ་འདུག་ཡོད་མ་གཏོགས་གཞན་སོ་སོ་སྒེར་གྱི་ཐོག་ལ་བླང་དགོས་ཡོད་ན་ཡིག་ཆ་ཚར་དུ་འཛུགས་མེད་ན་བླང་མ་ཐུབ་པ་འདྲ་དེ་འདྲས་སུ་ཆགས་འདུག་ཡོད།